ཐབས་གནོད་སེམས་བསལ་ཏེ། ཐབས་རང་མ་བགྱིས་པ། གཞན་མ་བགྱིས་པ་སྟེ་རེ་དོགས་གནོད་སེམས་ཡོང་ཡས་གཙོ་བོ་དེ་ག་རེ་བྱེད་ཕ་ཆོས་ལ་ཡ་གནོད་པ་སྐྱེ་ཡས་ཀྱི་བསམ་བློ་གཙོ་བོ་དེ་ག་ནས་ཡོང་གི་ཡོད་རེད་ཟེར་དུས། ཨ་ནི་ཕ་ཆོས་ལ་ཡ་སྡང་བའི་སེམས་ཀྱིས་ཆགས་ནས། རེ་བ། ཞེ་སྡང་ཟུག་རྔུའི་སེམས་བསལ་བྱས། ཕ་ཆོས་ལ་ཡ་གནོད་པ་བྱེད་ཀྱི་བསམ་བློ་དེ་ག་རེ་ཟེར་དུས་ད་རྒྱུ་མཚན་མང་པོ་བསམ་བློ་བཏང་གི་ཡོད་རེ་བ། ཕ་ཆོས་ཀྱི་དེ་གི་ཡ་ཨ་ནི་ང་ལ་གནོད་པ་བྱས་སོང་རེ་བ།

འདི་བོད་སྐད་ནང་ལ་བསྒྱུར་བ་ཡིན་ན། ཞེ་སྡང་ཟུག་རྔུས་སེམས་བཅངས་པ་ནི། རང་གི་དུག་ཆུ་བཏུངས་ནས་ཕ་རོལ་པོ་འཆི་བར་རེ་སྒུག་བྱེད་པ་ལྟ་བུའོ། ད་གནོད་སེམས་ཟད་གཙོ་བོ་ཡོང་ཡས་དེ་ཁོང་ཁྲོ་གི་བསམ་པ་དེ་གི་ཡོང་དགོས་རེད་པ། དེ་ཡིན་དུས་ཁོང་ཁྲོ་གི་སེམས་ཟད་དེ་ག་རེ་བཟོས་དུས། ཁོང་ཁྲོ་གི་སེམས་དེ་བཅངས་ནས་དེས་ན། ཕ་ཆོས་ལ་ཡང་དང་སེམས་དེ་བཅངས་ནས་དེད་ན་ག་རེ་འདྲ་བོ་ཆགས་ཀྱི་ཡོད་རེད་བཟོད་དུས། སོ་སོ་གི་དུག་ཆུ་བཏུངས། དུག་ཆུ་བཟོད་དུས་དུག་རུ་བ། སོ་སོ་དུག་གི་འཁོར་བ་བཏུངས། བཏུངས་ནས། ཨ་ནི་ཕ་ཆོས་དེ་ཤི་ཡས་ལ་ཡང་རེ་བ་བརྒྱབ་བསྡད་པ་དང་གཅིག་པ་རེད་ཟེར་བྱས་བྱས་ནས། སོ་སོའི་དུག་ཆུ་བཏུངས་ན་སོ་སོ་ཤི་གི་རེད་མ་གཏོགས་ཕ་ཆོས་དེ་ཤི་གི་མ་རུ་བ། ད་ཞེ་སྡང་ཟུག་རྔུ་གི་སེམས་དེ་སོ་སོས་བཅངས་བསྡད་ཡོད་ན། ཨ་ནེ་ཨ་ལེ་མ་དྷ་ས་ལི་ཡ། གཉིད་ཁུག་མི་འདུག་སོ་སོ། ཕ་ཇོ་ལི་ཡ་བཅངས་ས་གི་མི་དེ་གཉིད་སྐྱིབ་ཤང་ཁུག་བསྡད་ཡོད་རེད། སོ་སོས་བསྡད་ལི་ཡ་པད་ཁོ་རང་ཁོང་ཁྲོ་ཟ་ནི་པད་བསམ་བློ་ཞེ་བོ་ཅིག་བཏང་བསྡད་ཡོད་པ་དེ་ཕ་ཇོ་གི་ཧ་གོར་གོ་གི་ཡོད་མ་རེད།

ཨ་ནི་མགོ་ལས་རྨ་བྱས། བྱ་ཡས་དེ་འདྲ་ཡོང་གི་དང་བ། དེ་ཡིན་པ་ཡོད་དུས། ད་ཅིག་གནོད་སེམས་ཀྱི་སེ་མོ་སྟོད་སྤང་ཡས་ལ་ཡང་ཁོང་ཁྲོ་དེ་ཞི་བ་བྱེད་དགོས་རེད་ཟེར། ད་ཁོང་ཁྲོ་དེ་ཞི་བ། བྱེད་ཡས་ལ་ཡང་ག་འདྲས་ཡོད་རེད་ཟེར་ན་ད་སྤྱོད་འཇུག་ནི་མ་གསུང་ཡས་དེ་ལ་ཡང། ཨ་ནི། མི་འདོད་བྱས་དང་འདོད་པ་ཡི་གེགས་བྱས་པ་ལས་བྱུང་གྱུར་པ་ཡིད་མི་བདེ་བའི་ཟས་རྙེད་ནས་ཞེ་སྡང་བརྟས་ཏེ་དག་འཇོམས་སོ། ད་ཁོང་ཁྲོ་གི་ཡ། ང་རང་ཚོའི་གི་དེ་གར་ཟེར་བ་རེད་ཁོང་ཁྲོ་ག་འདྲས་སུ་བྱས་བྱས་ནས་མུ་མཐུད་ནས་ཡ་རྒྱུན་བསྲིངས་ནས་ང་ཚོས་གི་ཡ་ཨ་ནི་བཅངས་བསྡད་གི་ཡོད་རེད་ལབ་ཡིན་ན་དང་པོ་མི་འདོད་བྱས་དང་བྱས་བྱས་ནས་ཕ་ཆུ་ཕ་རོལ་པོ་དེ་གི་ཡ་སོ་སོ་ལ་ཡ་མི་འདོད་པ་བྱས་པ་དང། ད་དེ་སོ་སོ་གཅིག་བོ་མ་རེད་སོ་སོ་དང་ད་སོ་སོའི་གི་ཉེ་འཁོར་གི་ད་སྤུན་སྤུན་རྒྱག་དེ་ཚོ་ལ་ཡ་ཨ་ནི་ཕ་ཆུ་ཕ་རོལ་པོ་དེ་གི་ཡ་མི་འདོད་པ་བྱས་པ་དང། ཨ་ནི་སོ་སོ་ཀྱི་འདོད་པའི་དོན་དག་འགྲུབ་པས་ལ་ཡང་ཨ་ནི་བགེགས་བར་ཆད་བྱེད་པ། འོ་དེ་འདྲའི་བྱས་པ་ལ་བརྟེན་ནས་ཨ་སོ་སོའི་སེམས་ལ་ཡང་ཡིད་མི་བདེ་བ་ཅིག་སྐྱེ་གི་ཡོད་རེད། ཡིད་མི་བདེ་བ་ཅིག་སྐྱེ་གི་ཡོད་རེད། ད་ཡིད་མི་བདེ་བ་དེ་ག་རེ་བཟོས་དུས་ང་རང་ཚོ་ལུས་པོ་གསོ་ཡས་ལ་ཡང། ལུས་པོ་ཚོ་གསོ་བྱེད་ཡས་ལ་ཡང། ག་རེ་ཡོད་རེད་བཟོས་དུས་ཟས་དེ་ཆགས་བསྡད་ཡོད་རེད། ཁ་ལག་དེ་གིས་ཁ་ལག་དེ་ཟས་པ་ཡིན་ན་ཨ་ནུས་བཟོ་བོ་འཚོ་བ་བྱེད་ཐུབ་ཀྱི་ཡོད་རེད་པ། འོ་དེའི་ཚབ་པ་ག་རེ་ཁོང་ཁྲོ་བས་ཁོ་རང་ཞེ་སྡང་བས་འཚོ་བ་བྱེད་ཉེས་དེ་ག་རེ་བཟོས་དུས་ཨ་ནི་དེ་འདྲའི་གི་བསམ་བློ་བཏང་ནས་ཨ་ནི་སེམས་ལ་ཡང་མི་བདེ་བ་སྐྱེ་བ་དེ་ཨ་ནི་ཁོང་ཁྲོ་གིས་ཟས་བྱ་གི་ཡོད་རེད། བྱས་ཙང་སེམས་ལ་ཡང་བསམ་བློ་འདུག་ཟེར་ཕར་ཕྱོགས་ཀྱིས། སོ་སོ་ལ་ཡང་གནོད་པ་བྱས་པ་དང་དེ་འདྲས་ཀྱི་བསམ་བློ་ག་ཚོད་བཏང་པ་དེའི་ཚོད་ཀྱིས་སེམས་ལ་ཡང། སོ་སོའི་སེམས་ལ་ཡང་མི་བདེ་བ་སྐྱེ་གི་རེད། ག་ཚོད་མི་བདེ་བ་སྐྱེ་བ་དེའི་ཚོད་ཀྱིས་ཞེ་སྡང་དེ་ཤུགས་ཆེ་དུ་ཆེ་དུ་འགྲོ་གི་རེད། ཁོ་ཞེ་སྡང་དེ་ལ་ཡང། ཝེ་ཏ་མིན་འདྲ་བ་ཆགས་འགྲོ་གི་རེད། ཟས་ནང་བཞིན་ཆགས་འགྲོ་གི་རེད། དེ་ཡིན་དུས་ཁོ་གི་ཟས་དེ་མེད་པ་བཟོ་གི་རེད། དེ་ལྟས་དག་གིས་དགྲ་བོ་དེའི་ཟས་ནི་རྣམ་པར་གཞོམ་པར་བྱ། དེ་ཡིན་དུས་ཨ་ནི་ཕ་མཆོག་གི་ཟས་ད་ལྟ་ཡིད་མི་བདེ་བ་སྐྱེས་ཏེ་ཡིད་མི་བདེ་བ་དེ་ཕ་རོལ་པོས་འོད་སོ་སོ་ལ་ཡང་དུག་ཆགས་བྱས་པར་བསམ་བློ་བཏང་ནས་སོ་སོ་མ་སྐྱིད་པ་ཆགས་ཡོད་དོ་འོ་དེ་གཉིས་ལ་ཡང་ཨ་ནི་མེད་པར་བཟོ་བར་བྱེད་ཀྱི་རེད་དེ་བཟོ་དགོས་ཡ་རྒྱུ་མཚན་ག་རེ་བཟོ་ནུས་དེ་ལྟར་དག་ལ་གནོད་པ་ལས། འདི་ནི། འདི་ལྟར་དག་ལ་གནོད་པ་ལས། གྲགས་དེ་ལ་ནི་ལས་གཞན་མེད། ཁོ་ཁོ་གི་ཟས་དེ་མེད་པར་བཟོས་སོང་ན་ཁོ་རང་བཞིན་གྱིས་མེད་པར་ཆགས་ཀྱི་རེད་ང་རང་ཚོའི་སྤྲ་བོ་ཆ་བཞག་པ་ཡིན་ན་ཁ་ལག་མ་བསྲེས་ན། ཨ་ནི་རང་བཞིན་གྱིས་ཤེས་འགྲོ་དགོས་རོ། འོ་དེས་ན་ཤེས་བྱེད་ཅེས་ཁོ་ལ་ཡང་ཁ་ལག་དེ་མ་སྤྲད་ན། ཨ་ནི་ཁོང་ཁྲོ་དེ་རང་བཞིན་གྱིས་མེད་པར་ཆགས་འགྲོ་དགོས་རེད། དེ་ཡིན་དུས་ཁོ་གིས་ཁ་ལག་དེ་བཀག་པར་བྱེད་ཀྱི་རེད། དེ་མེད་པར་བཟོ་དགོས་རེད་དེ་ག་རེ་བཟོ་དགོས་ཡ་ག་རེ་བཟོས་དུས། ཁོང་ཁྲོ་ཟེར་ཡ་དེ་ལ་ཡང་དག་ལ་གནོད་པ་ལས། སོ་སོ་ལ་སོ་སོ་རང་ལ་ཡང་སོ་སོ་ལ་ཡང་ང་ལ་ཡང་གནོད་པ་བྱས་ཀྱི་བསམ་བློ་ལས་ཀ་དེ་མ་གཏོགས། ཨ་ནི་གཞན་པ་རྒྱལ་དགོས་ཅི་ཡོད་མ་རེད། ཁོང་ཁྲོ་ཟས་དེ་ད་གྲ་ངོ་མ་དེ་རེད་དེ་རེད་ག་རེ་སོ་དེ་གི་ཡ་སོ་སོ་ལ་ཡ་གནོད་པ་སྐྱེལ་ཡས་ཀྱི་བསམ་བློ་ཅིག་མ་གཏོགས་གནོད་པ་སྐྱེལ་ཡས་ཅིག་མ་གཏོགས་ཕན་ཐོག་བྱས་ཀྱི་བསམ་བློ་སྤུ་ཙམ་ཡོག་མ་རེད་དེ་ཡིན་དུས་དེ་མེད་པ་བཟོ་གོ་རེད་ད་འོ་ན་མེད་པ་ག་འདྲས་བཟོ་གོ་གོ་རེད་ལབ་ན། ད་ཅུང་ཅུང་ནང་ལོག་ལ་ཡ་རིག་པ་མང་པོ་གསུངས་ཡོད་རེད་བསམ་བློ་བཏང་སྟངས་མང་པོ་གསུངས་ད་ཁོང་ཁྲོ་ཟས་དེ་ཕ་རོལ་པོ་ལ་ཡ་ཁོང་ཁྲོ་ཡོད་པ་ཡིན་ན་ཁོང་ཁྲོ། མེད་པར་བཟོ་ཡ་དེ། ཨ་ནི། ཅེས་ཀྱི། གར་ཟེར་བོ་རེད། ཕྱི་ལོགས་ཀྱི་ད་ང་ཚོ་ད་ལྟ་སྤྱོད་འཇུག་ན་ལ་ཡོད་པ་ན་ཞིག་བྱས་བྱས་ནས། གར་ས། ས་སྟེང་དེ་དག་བཀོད་གཡོག་ཏུ་དེ་ཉིད་བཀོལ་བས་ག་ལ་ལང་ལམ་དེའི་བསམ་གྱིས་བཀོལ་བས་ནི་ས་སྟེང་ཐམས་ཅད་གཡོག་དང་འདྲ་ཨཱས་བྱས་བྱས་ནས། ཁོ། ཅེས་རྐང་པ་ལ་ཡ། མཚན་མར་མ་བསུ་བའི་དོན་དག་ལ། ཨ་ནི་ས་ཕྱོགས་ཡོང་ཚད་ཡོད་ཚད། པགས་པའི་གཡོག་ཁ་བྱིན་པ་ཡིན་ན་གཡོག་ཐུབ་ཀི་མ་རེད། དེ་བས་ལྷ་མཐིང་བསམ་གྱིས་བསྐོར་བས་ནི་ས་སྟེང་ཐམས་ཅད་གཡོགས་དང་འདྲ་ཞེས་ལབ་རོ། དེའི་ཚབ་ལ་ཡང། ཨ་ནི་བསྐོར་བ་ཆུན་ཆུན་གྱི་སོ་སོ་ཀྱི་རྐང་པ་གི་མཐིལ་ལ་ཡང། ཨ་ནི། ཁེབས་ཚིག་ཅིག་གིས་ཡང། བསྐོར་བ་ཅིག། གཏུབས་བྱས་ནས་དེའི་རྐང་པ་ལ་ཡང་ཚུར་གོན་ནས། ཨ་ནི་གོམ་པ་བརྒྱའམ་འཆིང་བ་ཡིན་ན། ཨ་ནི་ས་སྟེང་ཐམས་ཅད་མཚན་མ་ཡོད་ས་ཀྱི་ས་སྟེང་ཐམས་ཅད་ཨ་ནི་གཡོགས་པ་དང་གཅིག་པ་ཆགས་ཀྱི་རེད། དེ་ནང་བཞིན། ཨ་ནི་ཅིག། ཕྱི་རོལ་གྱི་གྲྭ་བ་དེ་ཚོ་སོ་སོས་གི་ཡ། ཨ་ནི་མེད་པ་ཟོ་ཐུ་ཡ་ཡོག་མ་རེད་ཞོམ་གྱི་མི་ལངས་ཟེར་བ། དེ་ཡིན་དུས་ནང་ལོག་གི་སེམས་དེ་བསྒྱུར་བཅོས་བཏང་ཁོག་རེད། སོ་སོས་བསམ་བློ་བཏང་སྟངས་དེ་བསྒྱུར་བཅོས་བཏང་པ་ཡིན་ན། ཨ་ནི་བསམ་བློ་དེ་ནང་ལོག་གི་བསམ་བློ་བཏང་སྟངས་དེ་འགྱུར་བ་བཏང་བྱས་ནས་ཁོ་ལ་ཡ་བཟོ་བཅོས་རྒྱག་ཐུབ་པ་ཡིན་ན། ཨ་ནི་ཕྱི་རོལ་གྱི་གྲྭ་བོ་ཨ་ནི་བཟོ་བཅོས་བཏང་པ་དང་མེད་པ་བཟོས་པ་དང་གཅིག་པ་ཆགས་འགྲོ་གི་རེད་བྱས་བྱས་དེ་ཡིན་དུས་སོ་སོ་གི་བསམ་བློ་བཏང་སྟངས་གཅིག་གི་སྒོ་ནས་གསུམ་ག་དུ་བ། ཨོ་དེ་ལ་ཡང་བསམ་བློ་བཏང་སྟངས་ཐབས་མང་པོ་ཡོད་པའི་ནང་ནས་དེ་ལ་ཡང་དཔེ་མཚོན་འདྲ་བོ་ཞུས་པ་ཡིན་ན། གང་ཟེར་ཉོན་མོངས་དབང་བསྒྱུར་པས་དག་སྡུག་གཉིས་ཀྱང་གསོད་བྱེད་པ་དེ་ཚེ་དེ་དག་གཞན་ལུས་ལ་གནོད་མི་བྱེད་པ་ཇི་ལྟར་འགྱུར་རོ་བཤད་ཅིང། ད་ང་རང་ཚོ་ཕ་ཕྱོགས་ཀྱི་མི་དེ་ལ་ཡང་གནོད་པ་བྱེད་ཉེན་དེ་ལ་ཡང་ཁོང་ཁྲོ་ཞེ་པོ་ཅིག་ཟ་གི་ཡོད་རེད་བ། བྱས་ཙང་ད་ཕ་ཆོག་ཁོང་ཁྲོ་ཟ་ཡས་དེ་ཕར་ཟ་ཕ་ཉར་ཚུགས་ལ་ཡ་ཁོང་ཁྲོ་ཟ་ཡས་རྒྱུ་མཚན་དེ་ག་རེ་ད་ཕ་ཆོག་གི་ཡ་ད་རང་ལ་ཡ་གནོད་པ་ཅིག་བྱས་པ་རེད་བ་ང་ང་ང་ར་གནོད་པ་ཅིག་བྱས་པའམ་ད་ལྟ་གནོད་པ་བྱེད་ཀྱི་ཡོད་པའམ་དེ་འདྲའི་རྒྱུ་མཚན་དུ་བྱས་ནས་ད་ཁོང་ཁྲོ་ཟ་གི་ཡོད་རེད་བ། འོ་དེ་ག་རེ་ཟེར་བ་རེད་ཚོད་གང་ཚེ་ཉོན་མོ་ཕ་ཆོག་གི་དེ་བྱས་ཡས་དེ་ག་རེ་བཟོས་དུས་ཁོ་རང་རང་དབང་ཡོད་པའི་ཐོག་ནས་བྱས་ཁྱོག་མ་རེད། ཕ་ཆོག་དེ་ཡས་སྙིང་རྗེ་ག་རེ་ཅན་བྱེད་ཀྱི་ཡོད་རེད་སོ་སོར་གནོད་པ་སྐྱེལ་ཡས་དེ་ཕ་ཆོག་གི་ཁོ་རང་རྒྱུད་ཀྱི་ཁོང་ཁྲོ། ཁོང་ཁྲོ་འདས་ཀྱི་དབང་གིས་ཉོན་མོངས་ཀྱི་དབང་གིས་ཨ་ནུའི་གནོད་པ་སྐྱེས་ཀྱོག་རེད། དེ་ཡིན་དུས་ཁོང་ཁྲོ་ཟ་ཡ་ཡོད་མ་རེད་ཁོང་ཁྲོ་ཟ་འོས་པ་ཡོད་མ་རེད། ག་རེ་སུ་དེ་ཁོང་ཁྲོ་ཞེའུ་ཅིག་ཤུགས་ཆེན་པོ་བསྒྱུར་སོང་ན། ཨ་ནི་ད་དུང་ཉིད་ཀྱང་གསོད་བྱེད་པ་སོ་སོའི་སོ་སོ་བའི་རྩ་ཆེན་པོ་ཞེའུ་ཅིག་ཤིན་ཏུ་ནས་བད་ཁོ་རང་སྡུག་པ་མཐོང་བདེན་ཉེས་ཀྱི་སོ་སོ་ཡང་ཨ་ནི་སྲོག་བཅད་ཀྱི་ཡོད་རེད་སོ་སོ་ཡང་གསོད་པ་བྱེད་ཀྱི་ཡོད་རེད། གང་ཚེ་ཉོན་མོངས་དབང་གྱུར་པའི་ཉོན་མོངས་ཀྱིས་ཉོན་མོངས་ཁོང་ཁྲོའི་དབང་དུ་གྱུར་པ་ཡིན་ན། སོ་སོ་ཡང་རྩ་ཆེན་པོ་བཞི་བོ་ཚིག་དེ་ས་དེས་གསོད་པར་བྱེད་པ་ཡོང་གི་ཡོད་རེད། སོ་སོ་ཡང་སྲེག་གི་ཡོད་ན། སོ་སོ་ལ་ཡང་གནོད་པ་སྐྱེལ་གྱི་ཡོད་ན། ཨ་ནི་དེ་ཚེ་དེ་དག་གཞན་ལུས་ལ་མི་གཞན་དག་གི་ལུས་ལ་ཡང་གནོད་པ་སྐྱེལ་ཡས་དག་ཡིན་དང་ཡིན་གར་བྱེད་གནོད་པ་སྐྱེལ་གྱི་མ་རེད། དེ་དག་སྐྱེལ་གྱི་རེད། འོ་དེ་འདྲ་གསུངས་དང་ཐུགས་བསམ་བཏང་ཁོག་རེད། ཉོན་མོངས་སྐྱེས་པས་དེ་ལྟ་བུར་ད་གཟོད་ལགས་སོ་བཞུགས་པ་ལ་སྙིང་རྗེ་ག་ལ་མ་སྐྱེས་ན་ཁྲོ་བར་གྱུར་པ་ཅི་ཐ་ཚིག། ད་དེ་འདྲས་ཀྱི་ཉོན་མོངས་ཀྱི་གཞན་དབང་དུ་གྱུར་ནས་ཨ་ནི་སོ་སོ་ཡང་གསོད་པར་བྱེད་ཀྱི་ཡོད་པ་དེ་འདྲས་ཀྱི་ཨ་ནི་དངོས་གནས་དྲང་གནས་ཀྱི་ད་ཤ་ཚ་བའི་ངང་ཚུལ་དེ་འདྲས་ཅི་རེད་བ། དེ་འདྲས་དེ་ལ་ཡང་དངོས་གནས་བྱས་ན་སྙིང་རྗེ་སྐྱེ་དགོས་སྐོར་བ། ང་རང་ཚོ་བྱང་ཆུབ་ཀྱི་སེམས་ཀྱི་བསམ་བློ་དེ་འདྲས་འགན་མེད་པ་ཡིན་ནས་ལས་ད་ཕ་ཆོག་དེ་ལ་ཡང་ཅིག་གཞན་པ་ཅིག་གི་དབང་དུ་གྱུར་ནས་ང་རང་ཚོ་དེ་མི། སེམས་ཐང་ཐང་མེད་ཉེས་སྙོམས་པ་ཅིག་གི་ཡར་དགྲ་མར་དགྲ་བྱས་འདུག་ན་ང་ཚོ་སྙིང་གཅིག་དང་ཨ་ཚེ་སྙིང་རྗེས་ལ་གུས་པ། ཨོ་དེ་ཡིན་དུས་ཕ་ཕྱོགས་དེ་ཕ་རོལ་པོ་གི་སོ་སོ་ལ་ཡང་གནོད་པ་སྐྱེལ་ཡས་དེ་ཉོན་མོངས་ཀྱི་དབང་དུ་གྱུར་ནས་སོ་སོ་ཡས་བེད་ཁོ་རང་གསོད་པ་བྱེད་ཀྱི་ཡོད་པས་དེ་འདྲའི་གི་ངང་ཚུལ་དེ་བསམ་བློ་བཏང་པ་ཡིན་ན་དངོས་གནས་བྱས་ན་སྙིང་རྗེ་སྐྱེ་དགོས་ཡས་ཆེ་མ་རེད་བས། ད་གལ་སྲིད་སྙིང་རྗེ་སྐྱེ་ཐུབ་ཀྱི་མི་འདུག་ནས་ལས་ཨན་ཕ་ཆོག་ལ་ཡ་ད་ཁོང་ཁྲོ་ཟ་ན་ད་འགྲིག་ས་མ་རེད་བས། ཁྲོ་བར་སྐྱོ་བ་ཆེས་ཐག་ཚིགས། ཁྲོ་དགོས་ཡ་ད་མི་འདུག་ཨང། འོ་ཐུག་སོང་བ་རེད་འོ་དེ་འདྲས་བསམ་བློ་བཏང་དགོས་ཀྱི་རེད། ད་དེ་ནས་བསམ་བློ་བཏང་སྟངས་གཅིག་དེ། ད་དེ་བྱང་ཆུབ་སེམས་དཔའི་ཉམས་ལེན་དང་འདྲེས་པ་རེད་བས། བདག་གིས་སྔོན་ཆད་སེམས་ཅན་ལ་འདི་འདྲ་བ་ཡི་གནོད་པ་བྱས། དེ་བས་སེམས་ཅན་སྲས་བཅས་པ་དག་ལ་གནོད་པ་འདི་འབྱུང་རིགས་ཞེས་བྱས་ནས། ད་སོ་སོ་ལ་ཡང་ཕ་རོལ་པོས་ཀྱི་ཡང་གནོད་པ་ག་རེ་བསྐལ་པ་ཡི་ནས་ལས་དེ་ཐམས་ཅད་ད་སོ་སོའི་ཀྱི་སྐྱེ་བ་སྔས་མ། ཨ་ནི་སེམས་ཅན་གཞན་པ་ལ་ཡང་དེ་དང་དེ་འདྲ་བའི་གནོད་པ་བསྐལ་པའི་ཨ་ནི་འབྲས་བུ་ཡིན་བསམ་བསམ་ཅིག་བསམ་བློ་བཏང་དགོས་དགོས་རེད། ད་དེ་དངོས་གནས་ད་ལྟ་ང་ཚོ་ལས་འབྲས་སྐད་ཅིག་བཤད་པར་བ་དེ་ཡིན་དུས་ལས་འབྲས་ཞི་ཆ་བྱས་ཡོང་དུས་ད་གོ། སྐྱེ་བ་སྙེ་མ་བྱེད་ཆོག་གི་ད་ལྟ་ང་ཚོ་འབྲས་བུ་མ་འདྲ་བ་གསུམ་བྱས་ཡོང་དུས་ད་སྐྱེ་བ་སྙེ་མས་ཀྱི་འབྲས་བུ་གཅིག་ཆགས་དེ་ཡོད་རུང། ཁུ་ནམ་པ་སངས་རྒྱས་པའི་ཆོས་དཔལ་ཁོ་རང་གཞི་བཞག་ས་ཁོ་རང་ལས་འབྲས་ཀྱི་སྒང་ལ་ཡ་གཞི་བཞག་པ་རེད་བ་ལས་རྒྱུ་འབྲས་ཟེར་བཤད་རེད་བ། ཅིག་གཟུགས་པོ་ལ་ཡ་རླུང་བསིལ་པོ་ཅིག་ཕོ་ཡས་དེ་ཡང་ཕོ་ནས་ཅིག་དེ་བ་སྐྱེས་ཡས་དེ་ཡང་ཨ་ནི་ལས་ཀྱི་རྣམ་སྨིན་ཡིན་ཟེར་བྱས་ཅན་གསུངས་ཡོ་ར་བ། འོ་དེ་ཡིན་པ་ཡོད་འདུས་ད་ད་ལྟ་ཕ་རོལ་པོས་ཀྱི་ཡ། ཅིག་དེ་བ་ལ་ཡ། ག་ར་ཟེར་བ་ད་མི་འདོད་པ་ག་རེ་སྐྱེས་པ་བྱས་པ་ཡིན་ན་ཡང་དེ་ཚོ་ཚང་མ་ལོ་ཨ་ནི་ང་རང་གི་ལས་ཀྱི་རྣམ་སྨིན་ཡིན་ཨ། ད་ཕ་ཆོག་དེ་ལ་ཡ་ཡ་ལ་སྤྲད་ས་མེད་ཨ་ཁ་སྐྱེ་ས་མེད་ཨ། ད་ཕ་ཆོག་གི་དེ་བྱས་པ་དེ་གི་ང་རེ་གི་ལས་དེ་རྫོགས་འགྲོ་གུ་རེད་ལས་དེ་དག་འགྲོ་གུ་རེད་དག་བ་ཤོག་ཨོ་དེ་འདྲས་སུ་སྨོན་ལམ་རྒྱག་གུ་རེད་དེ་འདྲས་སུ་བསམ་བློ་བཏང་གུ་རེད། འོ་དུག་སུ་རེད་བཞག་འོ་དེ་འདྲས་བྱས་བྱས་བསམ་བློ་བཏང་པ་ཡིན་ན། ཨ་ནི་གནོད་སེམས་དེ། ཨ་ནི། ཉུང་དུ་བཏང་ཐུབ་གི་རེད་ཁོང་ཁྲོ་དེ་ཉུང་དུ་འགྲོ་གི་རེད་ཁོང་ཁྲོ་དེ་ཉུང་དུ་ཕྱིན་སོང་ན། ཨ་ནི། ག་རེ་ཟེར་བ་རེད། གནོད་སེམས་དེ། ཨ་ནི་ཆུང་དུ་འགྲོ་གི་རེད། ད་དེ་གལ་ཆེན་པོ་ཞེ་བོ་ཅིག་རེད་བཞག་ག་རེ་བཟོ་འདོད་དེ་འདྲས་བསམ་བློ་དུ་མ་བཏང་ན། ཨ་ནི་ཕ་ཕྱོགས་ལ་ཡང་གནོད་སེམས། ཨ་ནི་ཕྲག་དོག། འགྲན་སེམས་དེ་ཚོ་ཚང་མ་དེ་ནས་ཡོང་གི་རུང། ད་ལྟ་ང་རང་ཚོ་གཅིག་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡང་ཕྲག་དོག་དང་འགྲན་སེམས་དེ་ད་ཤུགས་ཆེན་པོ་ཡོང་གི་འདུག་ངས་དཔེ་མཚོན་འདྲ་ཞུས་པ་ཡིན་ན་ང་ཡོད་སར་གྱི་གཞིས་ཆགས་དེ་ལ་ཡང་དེ་འདྲ་ཡོད་རེད་གཅིག་ནང་ལོགས་ལ་ཡང་ཕྲག་དོག་དང་འགྲན་སེམས་ཤུགས་ཆེན་པོ་ཞི་བོ་ཅིག་ཡོད་པ་མཐོང་གི་ཡོད་ད་གཅིག་བྱས་ན་ང་ནོར་བ་ཡིན་སྲིད་ཀྱི་རེད་བ་ད་ཕ་ཕྱོགས་ཀྱི་གྲོང་པ་ཁྱིམ་མཚེས་ཕ་ཕྱོགས་ཀྱི་གྲོང་པ་དེ་གི་ཡང་ཁང་པ་གཅིག་བརྒྱབ་སོང་ན་ཐོག་རྩ་གཅིག་བརྒྱབ་སོང་ན་ད་ཚུར་ཕྱོགས་དེ་གཉིད་ཁུག་ཡོད་མ་རེད། ད་ཡིན་གཅིག་མིན་གཅིག་དང་ཐོག་རྩ་གཅིག་ཕ་ཕྱོགས་དང་གཅིག་པ་གཅིག་ཨ་ནི་རྒྱབ་ཐུབ་པ་བྱེད་ཀྱི་འདུག་དེ་ཡིན་དུས་ད་ལྟ་ང་ཡོད་ས་གཞིས་ཆགས་དོན་གཙོ་ལ་ཡ་ད་མང་ཆེ་གི་ཡ་ཐོག་རྩ་གཉིས་རྒྱབ་ཚར་བས་ཆེ་ཐོག་རྩ་མ་རྒྱབ་གཉིས་ཡོད་ཀྱི་མ་རེད། ད་དེ་ཁང་པ་ཐོག་རྩ་རྒྱབ་བས་དེ་ཆ་ཚང་གཅིག་རྒྱབ་ཚར་ཡོང་དུས་ད་བྱས་གལ་ཡོད་མ་རེད་བ་གཅིག་ནས་ས་ཆ་ཡོད་མ་རེད། གཉིས་ནས་ག་རེ་བཟོས་དུས་ད་ཐོག་རྩ་མཐོ་པོ་བཞི་བོ་རྒྱབ་བས་གལ་ཡོད་མ་རེད་བ།

གཅིག་གིས་ཀྱང་ཤོག་བུ་གཉིས་ཀས་ཀྱང་ཤོག་བུ་གསུམ་གས་ཀྱང་ཤོག་བུ་ད་ཚང་མ་ལོག་ད་ཕལ་ཆེར་དེ་འདྲས་ཀྱི་འགྲན་སེམས་དང་ཕྲག་དོག་ཡིན་གྱི་མ་རེད་དེ་ལས་དེ་ནང་ལ་ཡང་འགྲན་སེམས་དང་ཕྲག་དོག་གི་ཐོག་ནས་བྱས་ཏེ་ཉེས་ད་མང་པོ་ཕལ་ཆེར་ཡོད་ས་རེད་ད་དེའི་ཐོག་སྤུ་ཡལ་ཏེ་ཅག་ཤོག་སྤུ་ཡལ་ཏེ་གཅིག་མ་གཏོགས་ཡོག་མ་རེད་བ་ད་དེ་རྫོགས་ཚར་དུས་ད་དེང་སང་ག་རེ་བྱེད་གི་ཡོག་རེད་ཟེར་དུས་ཨེ་སི་བཙུགས་གི་ཡོག་རེད་ཟེར་གི་འདུག། གཅིག་གིས་ཨེ་སི་ཚུགས་འོ་ད་ཁོ་ཚོའི་ཨེ་སི་ཚུགས་ཡོད་རེད་དང་བྱས་རྗེས་ཨ་ནི་ཨ་ང་ཚོའི་ཨེ་སི་ཚུགས་དགོས་རེད་བྱས་རྗེས། ད་ཨེ་སི་ཚུགས་ནི་གནམ་ཚ་བའི་ནང་ལོགས་ལ་ཡང་ཨེ་སི་བཏང་ན་ད་འགྲིག་གི་རེད་བ། ཨེ་སི་ཤོར་རང་རེད་ཨེ་སི་བཏང་གི་ཡོད་མ་རེད་ཨེར་ཀན་ཏི་ཤུ་ན་བཏང་གི་ཡོད་མ་རེད་བཏང་ན་གློག་གི་བིལ་བབས་གི་འདུག་ཟེར་གི་རེད་བ། འོ་དེ་འདྲ་རེད། འོ་དེ་ཡིན་པ་ཡིན་དུས་དེ་གནོད་སེམས་སེལ་དང་ཕྲག་དོག་སེལ་དང་འོ་དེ་ཚོ་ཆུང་དུ་མ་བཏང་ན་ཨ་ནི་ཕ་ཕྱོགས་ལ་ཡང་ག་རེ་ཟ་འོ་རེད་འགྲན་སེམས་དང་ཕྲག་དོག་དང་དེ་ཚོ་ཡོང་གི་འདུག་ཨ་འོ་དེ་ཡིན་དུས་ད་ད་ལྟ་སྤྱོད་འཇུག་བྱེད་སྟངས་རྒྱས་པ་ད་སྤྱོད་འཇུག་ནང་ལོག་ལ་ཡོད་རེད་བ་ཟེར་བ་བྱས་ཟེར་གྱི་གནང་ཡས་བྱས་ཨ་ད་ད་དཔེ་མཚོན་འདྲ་བ་དེ་ཚོ་ག་ཤེད་ཅིག་ཞུས་ནས་ཨོ་དེ་འདྲས་ཟེར་གྱིན